ཧ་ཅང་གི་རྗེས་ལུས་ཆགས་ཀྱི་ཡོད་པ་དེ་གསལ་པོར་བཏགས། དེའི་རྐང་ནང་ཆགས་ཀྱི་མེད་སོང་ན། དེ་ལས་ཀྱི་ཨ་མྱེས་རྗེས་ལུས་ཆགས་ཀྱི་ཡོད་པ་དེ་གསལ་པོར་བཏགས། ད་ང་ཚོ་ཡིན་ན་མི་ཚེ་ནོར་ལོག་ནང་ག་རེ་བཞག་ཨང་རེད་ཟེར་ན། ཨ་མྱེས་ཆོས་ལུགས་ཀྱི་འགྲོ་སྟངས་ན་དང་དེ་ཉིད

ཨ་ནི་ངས་རང་ཉིད་ཀྱི་མྱོང་བ་གི་ཐོག་ནས་ཟེར་ན་མི་འདུག་ཞིབ་འཇུག་གི་ཐོག་ནས་ཟེར་ན་མི་འདུག་རྟོག་ཞིབ་ཟེར་ན་མི་འདུག་བརྗེད་ཚར་བ་དང་མ་འོངས་པའི་བརྒྱུད་རིམ་ནང་ལོ་བརྒྱད་ཆགས་ཡོད་པ་དེ་སྐད་དེ་དུས་ཀྱི་ཐོག་ནས་རྣམ་པ་ཚོ་གི་མདུན་དུ་བསྐྱལ་ནས་ངས་བླ་རྒན་ག་རེ་བཤད་མྱོང་གྲོགས་གི་འདུག་ཟེར་བ་ཡིན་ན་རྣམ་པ་ཚོས་ནོ་ལོ་རྒྱུས་ཟེར་བ་དེ་བཤད་མྱོང་གྲོགས་གི་འདུག་ངས་ལོ་རྒྱུས་བཤད་མུས་ཡུལ་དེ་ག་རེ་རེད་ཟེར་བ་ཡིན་ན།

དེའི་ནང་ལོ་ན་བཀོལ་སྤྱོད་དེ་གཞན་བརྟེན་གྱི་བཀོལ་སྤྱོད་དང་རང་རྟོགས་ཀྱི་བཀོལ་སྤྱོད་གཉིས་བྱས་ཡོད། ད་ལྟ་ང་ཚོ་བོད་སྐད་བོད་ཡིག་སོགས་དེ་སྐད་བྲིས་དང་བྲིས་དང་གཞན་བརྟེན་གྱི་བཀོལ་སྤྱོད་བྱས་ཡོད། གཞན་བརྟེན་གྱི་བཀོལ་སྤྱོད་ཟེར་ན་ག་འདྲའི་ཅིག་དང་རང་ཚུགས་ཀྱི་བཀོལ་སྤྱོད་ཟེར་བ་དང་གཞན་བརྟེན་གྱི་བཀོལ་སྤྱོད་ཟེར་ངའི་མིང་དེ་ཟ་དང་བཏགས་ཡིན། དོན་དག་དེ་ག་རང་རེད་གོ་བ་དེ་ག་རང་རེད། སྐད་རིགས་གཞན་ལ་བརྟེན་ནས་ནི་སྐད་རིགས་དེ་བེད་སྤྱོད་བཏང་ཡོད་དེ་སྐད་སྒྱུར་བྱས་ནས་ལབ་བ་བ་ཅིག་དང་སོ་སོའི་སྐད་ཐོག་ནས་ཁ་ཐུག་ལབ་བ་ཅིག་གཉིས་ཡོད།

དེ་འདྲའི་སོང་ཙང་ཨ་ནི་ག་རེ་རེད་ས་ཚོད་ཤི་ཡག་ཡིན་ན་ད་ག་ཙང་སྐད་གཞན་དག་ཅིག་ཐོར་སང་དང་ད་ང་ཚོས་གིས AI གིས་བོད་སྐད་བཀོལ་སྤྱོད་བྱེད་སྟངས་དེ་ག་འདྲ་ཅིག་རེད་ཟེར་རྣམ་པ་ཚོར་ཞུ་ཡག་ཡིན་ན་ད་ལྟ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོག་པུག་མང་པོ་ཅིག་ད་རང་གིས་ད་ལྟ་ང་ཚོས AI གི་བཟོ་ལྟ་ནང་ཆགས་འདུག་ཡོད་རེད་ཡིན་ཏན་གྱི་སྐད་ཀྱི་ཐོག་ནས་ག་རེ་ལབ་ན་ཨ་ནི་རང་ཉིད་ཀྱི་སྐད་རིགས་དེ་བཀོལ་སྤྱོད་བྱེད་ཀྱི་ཡོད། མདོར་ན། སྔ་མ་ཁྱོད་ཀྱིས་ཟངས་དུར་མི་ཆོད་ཀྱི་གཅིན་སྙིང་བཟུང་ཡོད་རེད། སང་ནུས་ཀྱི་སྐད་རིགས་དེ་ག་རེ་རེད་ལབ་བ་ཡིན་ན་སང་ནུས་སྐད་རིགས་དེ་སྐད་རིགས་གཞན་དུ་འགྱུར་ཚར་འགྱུར་དེ་འདྲ་ཆགས་འགྲོ་གི་ཡོད་རེད་ང་ཚོ་བོད་ཀྱི་གཞོན་སྐྱེས་ཚོ་ཡང་ད་ག་རེ་ཆགས་འགྲོ་གི་ཡོད་རེད་ཟེར་བ་ཡིན་ན་རྒྱ་བ་ནང་ལོག་སྡོད་མཁན་ཡིན་ན་ཅི་མང་པོ་ཅིག་གི་ཐོག་ནས་ཨ་ནི་ང་ཚོ་བླ་གྲྭ་དང་འབྲེལ་མང་པོ་ཅིག་དབྱིན་ཇིའི་གི་ཚིག་ཐོག་ནས་གོ་བ་ནས་ནི་ད་ཕྱི་རྒྱལ་ཁག་དང་ཡིན་རེད་དབྱིན་ཇིའི་ཚིག་ཐོག་ནས་ག་རེ་ལབ་གི་འདུག་ད་ནི་དེ་བོད་སྐད་དུ་འགྱུར་ནས་ནི་གོ་བ་ནས་ཡོང་བ་ཅིག་ཡོད་རེད།

དཔེར་ན། བོད་མི་རིགས་ཀྱི་སྐད་དང་ཡི་གེ་དང་རིག་གཞུང་དེ་གས་བྲིས་ཏེ་རྣམ་པ་ཚོ་གི་བདག་པོ་བརྗོད་འདོད་ཡོད་དང་བྱེད་འདོད་ཡོད་པ་ཡིན་ན། རྣམ་པ་ཚོར་བྱ་ཡི་གོ་འདུག་བྱ་ཡི་ག་རེ་གོ་འདུག་ས་ཡིན་རྣམ་པ་ཚོ་དེ་རྩ་བ་ཆེན་པོ་དང་རེ་ཐང་ཆེན་པོ་བརྩིས་ཡོད་ན། ལག་ངོ་སྟོང་དུ་གནས་ཐུབ་ཡག་གི་ག་རེ་བྱེད་ཟེར་ན། AI ནང་ལོག་ནས་བཀོལ་སྤྱོད་བྱེད་ཐུབ་ཡག་གི་དེ་འདྲ་གི་ཐོག་ནས་བྱ་ཡི་བྱ་དགོས་རེད། བྱ་ཡི་དེ་ཡང་བཀོལ་སྤྱོད་དེ་ཡང་བྱེད་སྟངས་གཞན་ལྡན་མ་ཡིན་པར་རང་ཚུགས་ཀྱི་ཐོག་ནས་བཀོལ་སྤྱོད་བྱེད་ཐུབ་ཡག་གི་དེ་འདྲ་བྱ་དགོས་རེད།

ད་ལྟའི་གི་ཆ་ནས་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་སྐྱེས་བ་ཡིན་ན། སྐད་རིགས་གཉིས་ལྡན། སྐད་རིགས་གསུམ་ལྡན། སྐད་རིགས་བཞི་ལྡན། སྐད་རིགས་ལྔ་ལྡན་གྱི་དེ་འདྲ་གི་གཞོན་སྐྱེས་མང་པོ་ཡོད་རེད། དེ་སྐད་བྲིས་དུས་ནང་ག་རེ་བྱས་ཡོད་རེད་ཟེར་བ་ནུས་པ་དེ། རང་མི་རིགས་ཀྱི་ཐོག་ནས་སྤུངས་ཐུབ་ཡ། རང་མི་རིགས་ཀྱི་རིག་གཞུང་གི་ཐོག་ནས་སྤུངས་ཐུབ་ཡ། རང་མི་རིགས་ཀྱི་རིག་གཞུང་ག་འདྲ་ཆེ། རིག་གཞུང་ཤི་ཚུང་བྱས་ཡས་ཀྱི་ཨ་ཁུ་བསྟན་པའི་ལྟ་གྲུག་ཡང་དེ་ཕར་ཚུང་འདི་ངས་ཀྱི་དེ་འདྲ་མ་ཡིན་པ་བྱས་ནས་ཨ་ནི་རིག་གཞུང་ནང་འདྲེས་བྱས་ཀྱི། འཛམ་གླིང་འདིའི་སྒང་ནི་མི་རིགས་སྣ་ཚོགས་ཀྱི་ཡོད་པས་དེ་ཚོའི་ནང་ལོགས་ཀྱི་རིག་གཞུང་གང་དང་གང་ནང་ལོགས་ལས་ཆ་ཡོད་པའི་རིག་གཞུང་དེ་གས་ཚང་མ་དེ་རང་ཉིད་ཀྱི་མི་རིགས་ཀྱི་རིག་གཞུང་གི་ཐོག་ནས་འཇོག་ཐུབ་ཡག་དེ་གས་ཀྱི་ཐོག་ནས་གནོན་པས་འཇོག་ཐུབ་ཡག་ད་ཐུགས་སུ་བཅད་ནས་དེ་ཚོས་ཀྱི་ཐོག་ནས་ཁ་ཤོ་གཅོད་ནས་ཀོ་ལེ་འཇོག་ངེས་ཀྱི་ད། སྐད་རིགས་གཉིས་ལྡན་དང་གསུམ་ལྡན་དང་བཞི་ལྡན་དང་ལྔ་ལྡན་གྱི་གཞོན་སྐྱེས་དེ་གས་བྲིས་དེ་ནང་ཨ་ཉི་ཅིས་ཨ་མི་རི་ཀ་གི་རོགས་ཕྱོགས་ཉུལ་ར་བ་ལ་སོགས་པ་དེ་ཚོས་བྲིས་དེ་འགྲོས་སོང་བཏང་ཚར་མ་ནོར་བ་བྱས་ནས་དེ་གས་ཀྱི་ཐོག་ནས་བཏང་ནས་ཨ་ཉི་ལས་དོན་སྒྲུག་ཅིག་འགྱོ་གི་འདུག་ཟེར་བ་དེ་ད། ངས་ལོ་བཅུ་ཡི་གི་གང་ནང་ལོགས་ནས་ཐུགས་སུ་བཅད་ནས་བཤད་མྱོང་ཡོད། སྐབས་དེ་དུས་ནང་བའི་བློ་ཡང་དག་ང་ཚོས་སྐད་ཆ་ག་རེ་བཤད་ནས་དེ་ག་རེ་ལགས་ཀྱི། ཤུགས་རྒྱས་པོར་ཡོད་དེ་བཀོལ་ཉེན་མེད་བློ་སྤྲང་པོར་ཡོད་དེ་དྲི་ཉེན་མེད་ལེ་བ་ནང་བཞིན་གྱི་དུས་སུ་བྱས་ནས་དུས་སུ་ལྷག་འགྲོ་གི་འདུག་དེ་འདྲའི་སོང་ཙང་ག་རེ་རེད་ཟེར་བ་ཡིན་ན་སྐབས་དེ་དུས་ཀྱི་ནང་བློ་ན་ད་ང་ཚོ་དེ་འདྲའི་གི་ཏོག་ཙེ་བྱས་ཐུབ་ཡ་ཡོད་རེད་ད་དེའི་ཆ་ནས་ཡིན་ན་ང་ཚོ་ཨ་ནི AI དང་སོགས་པོའི་གི་དུས་ཚོད་ཀྱི་ཐོག་ནང་བློ་ན་ཤུགས་རྒྱོབ་ནས་ཨན་ཅིག་བྱས་ནས།

དེ་འདྲ་སོང་ཙང་དེའི་ཐོག་ནང་ལོགས་ན་གཅིག་སྡོད་ཚགས་ཀྱི་ཁོར་ཡུག་གི་གནས་སྟངས་མ་འདྲ་བ་ཐུག་སོང་ཙང་རིག་གཞུང་མ་འདྲ་བ་མ་འདྲ་བ་ཡོད། ཁོར་ཡུག་གི་གནས་སྟངས་དེ་ལ་མུ་མཐུད་གནས་དགོས་ཡོད་སོང་ཙང་སོ་སོས་རིག་གཞུང་དེ་གཅེས་ཉར་བྱེད་དགོས་པ་གལ་ཆེན་པོ་རེད། རིག་གཞུང་དེ་གཅེས་ཉར་བྱེད་པ་ལ་ག་རེ་བྱེད་དགོས་ཀྱི་ཡོད་རེད་ཟེར་ན་དེ་གཉིས་ད་བར་མ་འོངས་པའི་ནང་རིག་གཞུང་གཅེས་ཉར་བྱེད་རྒྱུ་མཚན་བྱེད་པ་བྱེད་ལ།

ཚང་མ་གཅིག་བོད་སྐད་བོད་ཡིག་གི་ཐོག་ནས་སྐད་ཆ་བཤད་ཡག་གལ་ཆེན་པོ་རེད། ཨ་ཁྱད་པར་དུ་ང་ཚོ་ད་ག་ལ་ལོག་གི། སྐད་རྒྱུད་ཀྱི་སྡེ་ཚན་ད་ང་ཚོ་གི། གོ་གོ་ཐང་ཆད་ཆེན་པོ་གི་ནང་ལོག་གི་སྐད་རྒྱུད་ཀྱི་སྡེ་ཚན་དེ་གས་དེ་དེ་ཨ་ནི་ད། ད་ནང་ང་ཚོ་གི། གཞི་རྩ་ནང་གཅིག་རེད། དེ་འདྲ་སོང་ཙང་དེ་གས་ཚང་མིག་གི་ཐོག་ནས་ང་ཚོས་འབྲེལ་མཐུད་བྱོས་གལ་ཡག་གི། ཨ་ཅེ། སོ་སོ་སོ་གི་རིག་གཞུང་དང་སྐད་རིག་དང་དེ་ཚོ་བྲལ་ཏེ་དགོས་ན། འོ་ད་ཐུགས་སུ་བྱེད་དགོས་རེད། ཨ་ནི་མ་དགོས་ན་གཡུག་བྱས་ན་འགྲིག་གི་རེད། ཨ་ནི་ཏཱ་ལ་བྱས་པ་མེད་ན་ག་ལ་བྱས་པ་ཡོད་མ་རེད། ད་ང་ཚོ་བྲེལ་དེ་ནས་མི་ཚེ་ནོར་ལོ་ནོ། ད་རིག་གཞུང་དེ་གས་བྲེལ་དེ་ནོར་སོ་ཁྱོད་ཁ་རག་སོང་རིག་གཞུང་དེ་ཚོ་བྲེལ་དེ་གས་ཨ་ནི་རོ་བཅུད་ཀྱི་ཧིན་བོ་ན་ཚང་མ་ཨ་དེ་སོ་སོས་ཏོག་དབྱིབས་ཅན་གྱི་གོ་གོ་རག་སོང། ཨ་ནི་མ་འོངས་པ་གཞོན་སྐྱེས་དེ་ཚོ་ནང་ཆོས་རང་ཚོར་འགོད་གི་འདུག་ན་ཨ་ནི་སོ་སོས་བཟང་དང་ནི་ཅི། སོ་སོའི་གི་རིག་གཞུང་གི་ཐོག་ནས་ཨ་ནི་ཅི་འགོད་གི་འདུག་ན་སོ་སོ། དེ་བྱེད་དགོས་རེད་འབད་བརྩོན་བྱེད་དགོས་རེད་དགའ་མོས་བྱེད་དགོས་རེད་མི་དགོས་ན་གཡུག་བྱས་ནས་འགྲིག་རེད་བྱེད་པ་འགལ་ཡོད་མ་རེད་དེ་ང་ཚོ་མི་གཅིག་གཉིས་ཀྱི་དེ་འདྲ་གི་དོན་དག་འགལ་མ་རེད་ཤི་ཡང་གི་ཐུན་མོང་གི་ལས་དོན་ཅིག་རེད་འོ་དེ་ཞུ་འདི་ཞུ་དེ་འདྲ་གསུང་ཙང་ཨ་ཅེ། ཐུན་མོང་གི་ལས་དོན་དེའི་ཐོག་ནང་ཨ་ནི་ཅེས་ད་ང་ཚོ། ཤུགས་རྒྱུ་བ་ལ།